འདིར་ནི་ས་བཅུའི་དབང་ཕྱུག་རླུང་ལྟར་ཞེས་ཟེར་བ་དེ་རེད། ད་དོན་དག་རྡོག་རྡོག་ག་རེ་རེད་ལབ་ན་འདིའི་སྒང་ལ་སངས་རྒྱས་ཀྱི་ཆོམ་ཁྲལ་འདྲེན་པའི་དུས་ཚོད་ཀྱིས་མཚོན་པའི་ཆོས་འཁོར་དང་སྐུ་ཚེགས་ཀྱི་ཚད་ལ་སོགས་པ་གནས་སྟངས་མང་པོ་ཅིག་གི་སྒང་ལ་ཐེག་པ་ནི་ཉན་ཐོས་དང་ཐེག་པ་ཆེས་ཐག་ཆེན་པོའི་ལུགས་ནི་གྲགས་ཀྱི་མ་རེད། ཁྱད་པར་ཆེན་པོ་ཡོད་པ་རེད། ཡིན་ན་ཡང་སྲིད་ཁྱེད་ཡང་སྲིད་ལབ་ཡིན་པ་ཡིན་ན་ཡང་ཐུན་མོང་གིས་ལབ་པ་རེད། ང་ཚོ་ཐུན་མོང་སྣང་ཚོད་ལ་འཇིག་རྟེན་གྲགས་ཚོད་ལ་ནི་སངས་རྒྱས་ཀྱི་རྣམ་ཐར་བཤད་པའི་སྐབས་སུ་ཨ་ནི་སྙན་དུ་དབང་བཙན་པས་ཟེར་ལབ་པ་རེད་གར་ལབ་དགོས་ཡོད་རེད་ལབ་ན་འཇིག་རྟེན་གྲགས་ཚོ་དང་ཐུན་མོང་ཡོངས་གྲགས་ཀྱི་ཨ་ནི་སངས་རྒྱས་ཀྱི་རྣམ་ཐར་བཤད་པའི་སྐབས་སུ་སྙན་དུ་ཁོ་རང་ཚོས་བཤད་པ་དེ་བདེན་ལུགས་ཆེ་བ་དང་ཡང་དག་པ་དང་ཁུངས་ཐུབ་པ་དེ་རེད་ད་ཡོད་རེད། ག་རེད་ལབ་ན་སྙན་དུ་གི་རྐང་བཅད་ཀྱི་ཡོད་པ་དེ་འཇིག་རྟེན་ཕར་བ་གི་སྣང་ཚུལ་དག་རང་དེ་ཕྱིར་བཞག་ནས་གསུང་གི་ཡོད་པ་རེད་ཡིན་ཙང་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཀླུ་འབུ་ནི་ལས་འཁྲུངས་པ་རེད། ཨ་ནི་རྡོ་རྗེའི་གདན་ལ་མངོན་པར་རྫོགས་པར་སངས་རྒྱས་པ་རེད་ཉམས་ཡོད་ལ་དབྱར་གནས་ལ་བཞུགས་པ་རེད་ཟེར་བ་ལ་སོགས་པ་འདི་ཚང་མ་ཉན་ཐོས་ཀྱི་ཉན་ཐོས་ཁོ་རང་ཚོ་ཨ་ནི་འདུལ་བ་གི་ལུང་གཞིར་བཞག་ནས་སྒྲོག་དགོས་ཡོད་པ་རེད་བ་ཡིན་ཙང་ཐུན་མོང་གི་ལུགས་སྲོལ་དེ་ལ་ཉན་ཐོས་དབང་བཙན་པས་ཨ་ནི་ཆེད་དུ་སངས་རྒྱས་ཀྱི་རྣམ་ཐར་མ་བཤད་དུ་གང་ལ་ཉན་ཐོས་ཀྱི་ལུགས་ཤིན་ཏུ་བཤད་ཡ་དེ་གལ་ཆེན་པོ་རེད། ཐུན་མོང་ཡོངས་གྲགས་ལ་བཤད་པའི་སྐབས་སུ་ཉན་ཐོས་ཀྱི་ལུགས་གཞིར་བཞག་ནས་བཤད་ཡ་དེ་གལ་ཆེན་པོ་རེད། ཡང་ན། ཐེག་ཆེན་པའི་ལུགས་བཤད་པ་ཡིན་ན་ཐག་ཆེན་པའི་ལུགས་ཁོ་རང་གཞིར་བཞག་ནས་བཤད་ཡ་མ་གཏོགས་ཉན་ཐོས་ཀྱི་ལུགས་དང་ཐག་ཆེན་པའི་ལུགས་གཉིས་ཆ་མཉམ་དུ་དཀྲུག་དཀྲུག་བཏང་ནས་བཤད་ཡ་ཡོད་མ་རེད། མ་འདྲེས་པ་ཕྱེད་མ་འདྲེས་པ་ཁྱད་པར་བསྐྱེད་ཡ་དེ་ཧ་ཅང་གལ་ཆེན་པོ་རེད། འདིར་ནི་ཟེར་བ། འདིར་ནི་ལབ་སྟེ་ང་ཚོ་ཕྱི་ཆ་ཀུན་ཁྱབ་ཀྱི་འདིའི་ནང་ལོགས་ལ་མཛད་པ་བཅུ་གཉིས་གསུངས་པ་རེད་མཛད་པ་བཅུ་གཉིས་ཏེ་མདོར་བསྡུས་རྒྱན། རྗེ་བཙུན་བྱམས་པ་མགོན་པོ་མཛད་པའི་མདོར་བསྡུས་རྒྱན་གྱི་ནང་ལོགས་ན་མཛད་པ་བཅུ་གཉིས་ཅིག་བསྟན་ཡོད་པ་རེད་དེ་གཞིར་བཞག་ནས་བཤད་པ་ཡིན་གསུངས་པ་རེད། འདི་རྣམས་ལ་སངས་རྒྱས་ཀྱི་རྣམ་ཐར་ཚང་མ་མ་རུང་བར་མཛད་པ་ཇི་སྙེད་ཙམ་གཅིག་གསུངས་པ་རུང་བ་འོ་དེ་མདོར་བསྡུས་རྒྱན་ཕྱིར་བཞག་ནས་གསུངས་པ་ཡིན། འོ་དེ་གསུངས་པ་རེད་ཟབ་ཀྱིས་དབང་ཕྱུག་ལ་བས་ཏེ་མི་ཕམ་མགོན་པོ་རྒྱལ་བ་བྱམས་པ་རེད། འོ་དེ་འདྲ་ཞིག་རེད།